ཨོ་བླ་སེང་ལྷན་རྒྱས་སྔ་དྲོ་བསྟེན་ལེ། སྔ་དྲོ་བསྟེན་ལེ། ད་ཁ་སང་གོང་ལ་རྗེ་བཙུན་རིན་པོ་ཆེ་བསྒྲུབས་ནས་ལ་གཅིག་གང་རེད་སྐོར་གང་ཤེས་པ་གང་མཇལ་མྱོང་པ་ཡིག་ཐོག་ནས་དེ་གནད་བསྡུས་རྗེས་ཤོད་རེད་ད་དེ་རིང་འདི་ནས་རྗེ་བཙུན་རིན་པོ་ཆེ་མངའ་རིས་སུ་བྱོན་པའི་སྐབས་ཀྱི་སྒྲུབ་གནས་ཨོ་ད་དེ་ནས་མངའ་རིས་དེ་འབྲེལ་བའི་སྒྲུབ་གནས་སྐོར་གང་ཤེས་པ་ཨོ་གང། མཇལ་བ་ཟེར་བར་བ། འོ་ད་དེ་འདྲའི་གནས་དུས་གནས་དུས་ཀྱི་ཞུ་ཡང་འབད་བརྩོན་ཞུ་གི་ཡིན་ད་དེ་ནས་རྗེ་ཁྲི་རིན་པོ་ཆེ། གངས་རིན་པོ་ཆེ་ནས་ཕེར་བ་དེ་ཕེར་བའི་གི་ལམ་བར་ལ་དེ་ཐོག་མ་འདྲ་བོ་ཕེར་ས་དེ་གློ་བོ་མཚོ་བར་གི་སྒྲུབ་ཕུག་དེ་རེད་འདུག་བ་དེ་ནས་རྒྱལ་རོང་ནས་ཡང་ཕེར་ནས་གློ་བོ་གློ་བོ་ནས་ཕེར་ནས་གློ་བོ་མཚོ་བར་ཟེར་དེ་ནང་ཕེར་འདུག་འོ་ད་དེ་རེད་ད་དེ་རྗེ་བཙུན་གྱི་བྱིན་གྱིས་བརླབས་པའི་གནས་ཅིག་ཆགས་སོང། རེད། དེ་ནས་གློ་བོ་མཚོ་ཤར་ལ་དེ་ནས་ཞབས་སོར་བཀོད་དེ་ནས་སྒོ་མ་གཉིས་ཀྱི་ན་ཚོད་འདྲར་བརྡབས་སོང་དུས་དེ་ན་ཕེབས་མ་ཐུབ་ཟེར་ཡར་ཁའི་རིང་ལ་དེ་གློ་བོ་འདིར་བྱོལ་སོང་ཤུགས་ཟེར་དེ་རྫ་ཉོ་ཧེ་རུ་གག་འཛེར་བས་ཀྱི་ནམ་ཁུར་ནང་ལོགས་ལ། ཐག་ཆོད་ཡོད་རེད་ད་ཡི་གེ་ཁ་ཤས་ནང་ལོགས་ལ་མཚོ་བར་མཚོ་བར་ཟེར་དེ་འདྲའི་བྲེ་ཐང་གཉིས་ཡིན་འདུག་ཡིག་ཐོག་ལ་ད་ལྟའི་ཆ་ནས་བཤད་ན་ད་གློ་བོ་སྟོད་ལ་གློ་བོ་སྨོན་ཐང་ཚང་ཉལ་བའི་ས་དེ་ན་ལ་དེ་ནས་མཚོ་ནུབ་དང་མཚོ་ཤར་ཟེར་བ་མ་གཏོགས་མཚོ་བར་ཟེར་ཡ་དེ་ས་ཆ་ད་མིང་དེ་མེད་པ་རེད། དེ་མཚོ་ཤར་ནུབ་གཉིས་ཀྱི་བར་འདྲ་བོ་ཞིག་ཁོ་ན་མ་གཏོགས་ད་ལྟ་ས་མིང་རང་ལ་མཚོ་བར་ཟེར་ཡས་དེ་མེད་རེད་ད་དེ་ནས་རྗེ་བཙུན་རིན་པོ་ཆེ་འདི་འདི་ནས་སློབ་བུ་ལ་ཕེབས་སློབ་བུ་ནས་ཚུར་ཕེབས་ཡོང་དུས་ཀོ་ར་ལ་དོག་ནས་ཕེབས་ཡིན་ཟེར་དེ་ཁ་གསལ་བོ་ཡོད་རེད་བ་དེ་ཡིན་དུས་དེ་ནས་མཚོ་བར་ནས་ཀར་ཀོ་ར་ལ་དོད་ཕེབས་ཡོང་གསུངས་ཡོང་དུས་ད་ད་ལྟ་དེ་མཚོ་ཤར་དང་ས་ཆ་ཁོག་ཏག་ཏག་ལམ་ཐིག་གཅིག་ལ་འོ་དེ་བསྡད་དེ་ཡོད་རེད་བ་འོ་དེ་རེད་འདོད་དེ་རེད་ད་དེ་མཚོ་ཤར་ལ་བཞུགས་དེ་ནས་ཚུར་ཀོ་ར་ལ་དོད་ལ་ཕེབས་ཡོང་རེད་ད་དེ་ནས་མཚོ་ཤར་ལ་རྗེ་བཙུན་རིན་པོ་ཆེ་བཞུགས་དུས་དབྱར་ལོ་གཅིག་བཞུགས་རེད་བ་དབྱར་གཅིག། དབྱར་གྱི་ཞོ་འོན་པའི་དུས་སུ་བྱེ་ཚུལ་རིན་པོ་ཆེ་གོ་རིམ་མམ་ཡང་ན་ཡོད་པ་མ་རེད་བག་ནི་ཕུག་ཡང་ཡོད་པ་མ་རེད་འོ་ཁྱིམ་ཚང་དེ་འདྲའི་ལ་གནས་ཚང་ཡང་ནི་བཞུགས་ཡང་ཡོད་པ་མ་རེད་བྱེ་ཚུལ་རིན་པོ་ཆེ་ས་ཕུག་བྲག་ཕུག་འོ་ད་བྲག་སྐྱིབས་དེ་འདྲའི་ལ་བཞུགས་བསྡད་ར་བ་ད་ད་ལྟ་སློབ་བུ་ཚོ་ཤར་ལ་བེད་དེ་ས་ཕུག་མང་ཐག་ཆོད་བྱས་ཡོད་པ་ཁ་ཤས་ལ་དགོན་པ་འདྲ་བོ་ཆགས་བསྡད་པ་ཁ་ཤས་ལ་རི་ཁྲོད་འདྲ་བོ་ཆགས་བསྡད་པ་དེ་འདྲའི་འདུག་ད་དེ་འདྲའི་སྤྱིར་འདི་ཚུན་གྱི་སྒྲུབ་ཕུག་ཡིན་པ་དེ་ཞུ་མ་དགོས་པ་རེད་ཡིན་ན་ཡང་ད་ཕྱིས་སུ་དེ་ན་བཀའ་བརྒྱུད་དུ་དཔལ་རྩ་མིག་འདྲ་བོ་སོང་དུས་དེ་ནས་ཤུལ་ཚང་མ། ནུབ་སོང་ཁ་ཤས་མིང་མཚོན་ཆུ་རྗེས་འགྲོ་འོས་རོ། ད་དེ་འདྲ་གི་གནས་ཐང་ཅིག་ཤག་ཏུ་ཡོད་རེད་འོ་དེ་གསལ་པོ་ཅིག་རེད་དེ་མང་པོ་ཅིག་ས་མིང་བསྒྱུར་མི་མིང་བསྒྱུར་ཟེར་གོ་རེད་ད་དེ་གཏན་གི་མིང་མཚོན་ཆུ་ལ་བསྒྱུར་ནས་ཅི་བྱེད་འགྲོ་འོས་རེད་ད་ང་ཚོ་བོད་ཀྱི་ཆོས་ལུགས་སྒར་ཟེར་གོ་རེད་ད་བསྒྱུར་ཆུ་ཐང་གི་ཟེར་གོ་རེད་ད་དུ་མཚུངས་ཀི་ལས་ཐང་དེ་འདྲ་རེད་བ་གདོན་ཆགས་བསྒྱུར་ཚང་མ་བསྒྱུར་འགྲོ་འོས་རེད་བ་ང་མ་གི་ཤུལ་ཙམ་མེད་པ་ཞིག་འོ་དེ་འདྲ་རེད་ད་དེ་ཡིན་ཟུང་དུ་དེང་སང་གི་སློབ་བུ་ལོ་རྒྱུས་ཤེས་མཁན་དེ་འདྲ་ཡོད་རེད་བོད་རིགས་དེ་འདྲ་ཁོ་ཚོ་དེ་བྱེད་ཚུལ་སློབ་བར་བྱུང་མ་མྱོང་རེད་མ་མྱོང་རེད་ད་ཐག་བཅད་གོ་རེད་ཐག་བཅད་དུས་དེ་རྒྱུ་མཚན་དེ་གཏམ་རྒྱུད་རྒྱུད་ལ་ཐག་བཅད་གོ་རེད། ཏེ། མང་ཚོགས་ཀྱིས་དེ་ནི་རྗེ་བཙུན་དེ་སྔོན་མ་དུས་ཀོ་ར་ལ་ལྡོག་ནས་ཚུར་གློ་བོ་ལ་ཕེབས། ཐོན་འོང་དུས་རྗེ་བཙུན་གྱིས་མི་དེ་ལ་ག་རེ་ལབ་རེད་ཟེར་ན་ཁྱོད་ག་ནས་ཡོང་ཡིན་ཟེར་ལབ་དུས་མི་དེས་ང་ཤི་ས་ནས་ཡོང་ཡིན་ཟེར་ལབ་ད་ག་ལ་འགྲོ་ཁྱི་ཟེར་དུས་ང་དོལ་ས་ལ་འགྲོ་གི་ཡོད་ཟེར་ལབ་རེད་ད་ལགས་དེའི་མིང་ནི་ག་རེ་ཟེར་གོ་རེ་ཟེར་དུས་ཀོ་ར་ལགས་ཟེར་གི་འོ་རེད་ཟེར་ད་རྗེ་བཙུན་གྱིས་དགོངས་པ་ལ་ད་ང་ཤི་ས་ལ་ཡོང་དོལ་ས་ལ་འགྲོ་བ་དེ་རྟེན་འབྲེལ་ཡག་པོ་ཁྱོད་ནི་མ་རེད་ད་ཀོ་ར་ལགས་ལ་སྐོར་བ་བྱས་ནས་ལོག་འགྲོ་གསུངས་ནས་གློ་བོ་རུ་མ་ཤོང་ཁམས་པར་གངས་རི་ཤོག་ལ་ཕེབས་སོང་རེད་ཟེར་ད་དེང་སང་དེ་འདྲའི་དགེ་འདྲེ་ཤེས་རྒྱ་བ་ད་དོང་མོ་ཐོག་ལ་དེ་ག་རེ

ཆེན་པོ་ཟེར་ན་རེད་ནང་ཁུལ་གྱི་མཁས་གྲུབ་ཆེན་པོ་དམ་པ་རིན་ཆེན་བཟང་པོ་དེ་ནི་རྣལ་འབྱོར་གྱི་དབང་ཕྱུག་ཆེན་པོ་མེ་ལ་རས་པ་གཉིས་བརྒྱངས་ཏེ་ལོ་ཟེར་ན་རེད་མི་ཐང་གི་ལྗོངས་སུ་ཕེབས་ནས་ཕྱུགས་ཀྱི་མཛེས་པ་རྒྱ་ཆེར་བརྒྱངས་པ་རེད་མེ་ལ་རས་པ་ཆོས་སྐལ་ལ་ཤ་དང། མ་ལ་ས་ར་བ་ལ་ནི་ཀོ་ལ་ཕེབས་པའི་ཆེད་དུ་ཞོག་ལ་དེ་ནི་ལོ་མི་ཐང་ལ་བྱོན་རེད་དེ་ནི་སྐལ་ལ་ཤ་ཟེར་ན་གངས་རིན་པོ་ཆེ་རེད་མ་ལ་ས་ར་བ་ཟེར་ན་མཚོ་སྨད་བུམ་ར་བ་དེ་ཕེབས་རེད། ཁོང་བློ་འམ་མོ་དག་ལ་མཐོང་ནས་གནས་ཡོད་བྱང་གི་མཐའ་མཚམས་ཀྱི་ཀོ་ར་ལྷག་པར་གྱི་ཡུལ་མི་ཚོས་བུ་མོ་ཐམ་དུ་ཡག་ཁོང་མཉམ་དུ་ཡག་དེ་ལར་སྐྱེས་སོང་རེད་ལར་སྐྱེས་ནས་དེ་ནས་ཁོང་ཡང་འགྲུལ་བཞུད་རྒྱལ་རེད་ཟེར་དྲིས་འདུག་ཨོ་ད་ལྟའི་ལོ་རྒྱུས་དེ་ཀུན་བདེན་པ་དངོས་སུ་ཐོན་པའི་བསླབ་བྱ་ཡོད་རེད་དེ་ནས་མོ་ཐང་ལ་ཕེབས་པ་མ་ཚད་ཡར་མཚོ་ཤར་ལ་བཞུགས་པ་དེ་ནས་མཚོ་ཤར་ལ་ས་ཕུག་ཐོན་པའི་རྗེས་མ་ལ་བཞུགས་པ་ད་ལྟའི་བརྒྱ་ཆ་བརྒྱ།

ལྟར་ཟབ་མོ། ད་དེ་ཚོ་ནང་དེ་འདྲའི་ཁུ་བ་ཡོད་ན་དེ་རྒྱུ་མཚན་འདྲ་ཅིག་ག་འདྲ་ཅིག་ཐུག་འདུག་ན་དེ་ཁུངས་ག་གསལ་འདྲ་ཅིག་ཡོད་དེ་མེད་དེ་ཡང་ཟབ་ན་དང་གོ་ས་གཅིག་ཆགས་ཡོང་རོགས། ད་དེ་ནས་འོ་ནག་གི་ཡུལ་ལ་དེ་ནས་ར་ལིང་སིད་ཡང་རྗེ་བཙུན་གྱི་སྒྲུབ་ཕུག་ཅིག་ཡོད་རེད་ད་དེ་ནས་མང་ལོ་ཕུག་གི་ནོབ་ལ་དེ་ནས་དུག་པོ་ར་བ་དུག་ཕུག་གི་ནོབ་ལ་མང་དག་ཅིག་ཆགས་ཡོང་མོ་ཁམ་མོ་ཁུང་གི་ནོབ་ལ་དེ་ནས་འོ་ནག་གི་ཡོང་ར་བ་དེང་སང་བེའུ་སྲབ་གྲེ་ནང་ལ་ཧུམ་ལ་སི་བྲིས་འདུག་ད་དེ་ལི་མི་གི་ཤར་ཕྱོགས་རེད།

རྒྱང་ལ་མ་མཇལ་གི་འགྲོ་རུང་པ་དེ་ནི་ང་ཚོ་ཏང་གི་མི་འདུག་འོ་དེ་ན་ཚད་ལས་བཟོ་ས་དེ་ན་རྗེ་བཙུན་གྱི་སྒྲུབ་པོ་ཁག་གཉིས་ཡོད་པ་འོ་ད་དེ་ཁོ་རང་ཚོས་ཞེ་སྡང་བྱས་ན་དེ་ཕུག་པའི་རྩིག་པ་དེ་འདུག་ཚང་མ་རྗེ་བཙུན་ཁོ་རང་གི་སྐུ་ངོ། འོ་ད་དེ་འདྲས་དེ་ནས་རྗེ་བཙུན་མི་ལེགས་ཀྱི་ཆོས་ར་ཟེར་མ་ཆོས་ར་ཡོད་པ་ཆོས་རའི་ནང་ལ་མི་མ་ཡིན་གྱི་ཆོས་ཉན་པ་རེད་ཟེར་དེ་འདྲས་གཏམ་རྒྱུད་འདྲས་ནས་ཆོས་རའི་མདུན་ལ་དཔེ་དོག་ཕོ་མོ་མི་ཚེ་མི་ཚེ་དེ་འདྲས་མང་པོ་ཅིག་ཆོས་ཉན་པའི་གི་སོབ་ད་འདྲ་བ་ཡོད་བསྡད་པ་དེ་ནས་ཚིག་བཟང་དུས་བཟང་ན་ད་ང་དང་འདྲ་མ་རུ་ད་དེ་འདྲས་གི་རོ་མོ་འདྲ་འདྲ་མི་འདྲ་དེ་འདྲས་ཐུག་རིན་རྒྱུ་ཡོད་པ་ད་ད་བར་འདྲས་ཡོད་བསྡད་པ།

ད་ལྟའི་དམངས་ཁྲོད་ལབ་དེ་ར་ད་དེ་ད་ད་དེ་ར་བ་ཡང་དེ་རྗེ་བཙུན་གྱི་འདི་ན་ལ་ཁྱེར་བ་ཅིག་ཆོས་ལ་གོས་ཡོད་སྲིད་པ་ར་བ་འོ་ད་དེ་དམངས་ཁྲོད་ལ་གནས་དེ་བ་ར་ད་ཡིག་ཆ་ནང་ལ་རྩ་བ་ནས་ཡོད་མ་རེད་ད་ད་བྲག་དཀར་ཡུལ་གྱི་དམངས་ཁྲོད་ལ་གོ་དེ་འདྲའི་རིས་གང་རང་ཚོའི་བྱ་འཇོག་འདྲ་བོ་བྱས་དེ་ས་དེ་འདྲའི་ད་ཡིག་ང་ཚོའི་ཡོད་ཡོད་ཚད་ཡིག་ཐོག་ལ་འཁོད་ཟེར་དེ་ཁག་པོ་ར་བ་འོ་དེ་འདྲའི་ཅི་རེད་ད་དེ་ནི་པོ་རང་གི་འདྲི་ཚིག་གང་པོ་རང་ཡུལ་གྱི་ལྷོ་ངོས་ཀྱི་གངས་རི་ཅིག་རེད་ད་དེ་རྗེ་བཙུན་གྱི་རྣམ་འཁུར་གཞན་དག་ནང་གསལ་གྱི་ཡོད་མ་རེད་ད་དེ་ནི་གཙང་ཡུལ་ཧེ་རུ་ཀ་གི་མཛེས་པའི་རྗེ་བཙུན་གྱི་རྣམ་འཁུར་གྱི་ནང་ལོགས་ལ་དེ་ནི་གངས་རིན་པོ་ཆེ་ལ་དཔལ་སྐབས་སུ་ཁོང་སྐུ་རགས་ཀྱི་འདྲི་ཚིག་གང་ལ་ཞུགས་ཟེར་ཏེ་གསལ་ཐག་བརྗོད་སོང་ལོ་དེར་དེ་ནས་ཁོང་གི་གྲུ་གུ་གཡོ་བའི་སྐོར་གསལ་ཡོད་མ་རེད་དེ་དེ་ནས་མ་སྐད་ཆ་འདྲ་བོ་ཅིག་བྲིས་ཡོང་བྱས་དུས་ཕལ་ཆེར་ཡོད་ཀྱི་རེད་ཟེར་རེད་དེ་འདྲ་ཡོད་རེད་ཟེར་གི་འདུག་བ་ང་ཉིས་སྟོང་བཅུ་དྲུག་ལོ་ལ་དེ་སྤོ་རང་སླེབས་དུས་དེ་སྐད་ཆ་བྲིས་རེད་བ་དེ་འདྲི་ཚིག་གང་གི་བར་གཅོད་རེད་ཟེར་གི་འདུག་དེ་ནས་འགྲོ་ན་ག་ནས་འགྲོ་བར་ཟེར་དུས་ཞི་བདེ་ནས་ཡག་ཅིག་འགྲོ་ས་ཡོད་རེད་ཁོ་ཆག་ནས་འགྲོ་ས་ཡོད་རེད་ཟེར་གི་འདུག་ཁོ་ཆག་དགོངས་པར་བཀའ་འདྲི་ཞུས་དུས་དེ་ནས་རྒན་གཅིག་འདུག་ཁོང་གི་ཁྲོད་དུ་ཕུག་པ་ཡོད་རེད་ཟེར་གི་ཁོ་ཉི་མ་དང་རིག་མ་མྱོང་ཆ་མེད་ན་རེ་བ་ཕེ་ན་ཞུ་དགོས་རེད་ཟེར་གི་གོ་མ་མྱོང་ཟེར་གི་འདུག། ཐ་ན་གྲགས་ཅན་ཅིག་འདུག་དེ་ཁོ་ལབ་ཡོད་འདུག་ཁོ་གཞོན་ནུ་དང་དེ་འགྲོགས་པ་ཞིག་བསྡད་ཡིན་ཐ་ན་ཕྱོགས་སོ་ཞོག་ལ་རེ་ངོར་དེ་འདྲ་འགྲོ་དུས་ཕུག་པ་ཡོད་རེད་ཕུག་པའི་ནང་འགྲོ་ཚུན་ཚུན་བར་སྣུམ་ཞག་འདེམས་པ་ཅིག་ལག་པས་བཞག་དུས་ཚིག་འདྲ་ཅིག་ཡོད་དེ་འགའི་འོ་དེ་དེ་འདྲས་སོང་འགྲོ་བ་འདི་བུ་རང་སྨད་རྒྱུད་ཀྱི་མ་ཁོང་ཁྲོ་འདྲ་བོ་ད་ལྟ་ཁོ་ཆར་གྱི་ནུབ་ངོས་ཀྱི་ལུང་པ་དེའི་ཕུག་གི་གངས་རི་རྫིག་པོ་ཞིག་འདུག་ད་དེ་རེད་ད་དེ་གངས་རི་དེ་གངས་རི་དེ་ལ་དེ་ནི་ཚེ་རིང་མོའི་གངས་ཟེར་གི་དེ་རི་ཆུའི་ལྕགས་ཡིན་པར་རི་རྩེ་ལ་དེ་ནི་འབྲི་རྩིའི་གངས་ཟེར་གཅིག་རྩེ་གཅིག་ལ་དེ་ནི་ཚེ་རིང་མོའི་གངས་རྩེ་མཐོ་བ་དེ་ལ་གངས་རིན་པོ་ཆེ་ཟེར་དེ་རི་རྩེ་ཁག་གསུམ་འདུག་ད་རྩེ་འབྲི་རྩེ་དང་ཚེ་རིང་མོའི་གངས་ཀྱི་འདབས་རོལ་དུ་ན་དེ་རྗེ་བཙུན་གྱི་ཕུག་པ་དེ་ཡོད་ས། གོ་ཆ་ནི་ཡང་རུང་བས་བྱུང་ནས་དགུན་ཁ་དཔྱིད་ཁ་གཉིས་འགྲོ་ན་མ་གཏོགས་དེ་ཡག་ག་ཡིན་ན་ཆུ་རྒྱས་ནས་ཐར་བ་རྩ་བ་ནས་མི་འདུག་བ་དེ་ནས་སྤོ་རང་རྫོང་གི་བར་ལྷོ་ངོས་ཀྱི་དེ་ནས་ཉི་མ་གླིང་ཟེར་དེ་ནས་བར་ལག་རྒྱབ་སོང་དུས་དེ་ཤར་ཤར་འགྲོ་ས་ཡོད་པ་དེ་ནས་རླངས་འཁོར་གྱི་ལམ་ཡང་ཕ་སེ་གཅིག་ལ་བར་དུ་ལག་རྒྱབ་ནས་རླངས་འཁོར་ལམ་འགྲོ་ས་དུ་མ་སེ་གཅིག་ལ་དེ་ནས་རླངས་འཁོར་བཞག་ནས་དེ་ནས་ཆུ་ཚོད་གཉིས་སོང་ན་དེ་ནས་གྲུ་གུ་ལེབ་གུ་དུ་རུང་བས་བྱུང་འོ་དཔེ་བྲག་རི་གཡང་གཟར་ཁ་ཤར་ཕྱོགས་དེ་བས་ཅིག་ངོས་ལ་འདུག་ད་ལམ་རྒྱུས་མེད་ན་ཉལ་ཁག་པོ་རེད་རུང་བས་མི་དེ་ཚོ་ལོ་རྟག་པ་དེ་ན་ཐར།

གི་ལུང་པའི་གཞུང་ལ་སྐྱེ་ཐང་གི་གཞུང་ཞིང་ཞིག་འདུག་སྐྱེ་ཐང་ཞིང་གཞུང་ས་དེ་གཙང་ཉོ་ཧེ་རུ་ཀ་གི་གསུང་ན་ཡོད་རེད་བ་དེ་ནས་སྐྱེ་ཐང་ལ་ཕེ་ཟེར་ཡོད་རེད་ས་དེ་རྗེ་བཙུན་བདུད་རྩི་ཁང་ནས་ཚུར་ལག་འགེལ་ཕེ་འོང་དུས་ལམ་བར་ལ་དེ་ནས་གྲོང་ཚོ་གཅིག་ཡོད་འདུག་པས་ཁ་བྱང་དཔེ་སྐྱོར་དྲག་ནས་རྗེ་བཙུན་པའི་སྤྱན་ཆབ་ཞོག་རེད་ཟེར་ལ་མིག་ཆུ་ཟིག་གོ་རེད་ཟེར་འོ་ད་དེ་ནས་མང་ཡོང་དུས་དེ་ནས་བུ་རང་སྐྱེ་ཐང་ལས་བསྡད་རོ་སྐྱེ་ཐང་དེ་དེ་ནས་པུར་ཁང་སྐུ་མཁར་སྟོད་ཀྱི་དེ། གཞུང་དེ་རེད་འདུག་ད་རྗེ་བཙུན་རིན་པོ་ཆེ་འདི་ན་ཕེབས་དུས་དེ་ནས་ཁོང་ཚོ་གཏམ་རྒྱུད་ཅིག་བཤད་གི་འདུག་རྒན་མོ་ཅིག་ལ་བསོད་སྙོམས་གནང་རོགས་ཞེས་བཤད་དུས་ད་རྒན་མོ་དུས་དཔག་ཅིག་སྤྲད་རེད་དེ་རྗེ་བཙུན་དགའ་བོ་ཡ་ད་ཏི་ཁྲི་ཅོག་ཙེ་ཆེན་སོང་ཁྱོས་དཀའ་ངལ་འདྲ་ཅི་འདྲ་ཡོད་ཟེར་དུས་ང་ལ་གཞན་པའི་དཀའ་ངལ་མེད་ད་ས་སྟེང་དུ་ཆུ་བསྐོན་འདུག་ནས་ཀྱང་སྐོང་པོ་རེད་དེ་ལ་རྟེན་ཁྲི་ཅིག་མཛད་རོགས་ཞེས་ཞུས་དུས་རྗེ་བཙུན་དགའ་བོ་ད་ཁྱོས་ནས་ཁྱེར་ཤོག་སོང་རེས་དེ་ངས་རྟེན་ཁྲི་ཞིག་བཞེས་སོང་དེ་རྒན་མོས་ནས་དར་མ་ཆུང་ཆུང་ཞིག་གང་ཆག་ཕུལ་དུས་རྗེ་བཙུན་གྱིས་ནས་དེ་དེ་ནས་མ་ཞིག་འགས་ཐོག་ལ་མ་གཏོར་ནས་སྨོན་ལམ་མཛད་ནས་ཕེབས་དུས་དེ་ཆོས་ཐོག་སོས་སར་སླེབས་དུས་དེ་ནས་དེ་ཚོ་རྫོགས་རེད་ཟེར་རྫོགས་སོང་དུས་དེ་མན་ཆད་ཀྱི་ཞིང་དེ་ཚོ་ལ་དེ་ནས་ཁྱབ་ཡོད་མ་རེད་ད་དེ་ཡན་ཆད་ཀྱི་ཞིང་ལ་སོ་ཀ་ཆུ་འབྱིན་མི་དགོས་པར་ད་ཞིང་འདེབས་ལས་ཆོག་པ་དེ་ནས་ཆུ་འདྲེན་རྒྱུ་མེད་ན་ཡང་ད་ལུང་པ་བཞིན་ད་དེ་ཡན་ཡོང་གི་ཞིང་ཚང་མ་ཆུ་འདྲེན་དགོས་འདུག་སྟོང་ཐོག་གཞན་ནས་ལེགས་པ་ཅིག་བྱུང་བར་ད་ལྟ་བར་དུ་གནས་དེ་ཡོད་རེད་ད་དེ་ཆགས་གནས་ཀྱི་མ་ཀེ་པོ་ཅིག་ཟ་ཞིང་དེ་ཞིང་ཁ་ཏོན་མེད་རེད་དེ་ད་ན་མ་ད་དུས་ཡིན་ན་ཅིག་མ་འགྲིག་པོ་ཡོང་དེ་ག་རེད། འོ་དེ་འདྲ་ཡོང་འདུག་དེ་ནས་སྔོན་མ་དེ་ནང་ནས་ཡང་རྗེ་བཙུན་ཞབས་ཀྱིས་བཅས་ཀ་ཡོད་རེད་ཞིང་ཁ་དེ་ལ་ཡང་སྐུ་མཁར་སྟོད་ཟེར་ཡ་ཅིག་མ་སྦུག་ཟེར་ཆོས་རུང་གྲོང་ཚོ་གསུམ་གྱི་མདུན་གྱི་ཞིང་ཁ་འོ་དེ་ཆགས་བསྡད་པ་ད་ལྟ་ཡིན་ན་དེ་སྤོ་རང་རྫོང་གི་ད་གསར་བ་གྱི་མ་མ་བསྣན་ནས་ཞིང་ཁ་རྒྱ་ཤ་ང་བཅུ་དྲུག་ཅུ་གཅིག་བེ་ཏེར་དང་ཁང་པ་གི་བསྣན་སོང་རེད་འདུག་ཡིན་ན་དེ་ལྷག་བསྡད་འདུག་ད་དེ་འགྲུལ་དེབ་ཐུན་མོང་མ་ཡིན་པ་ཅིག་ཡོད་རེད་ཟེར་སྤོ་རང་ཚོའི་ལུང་པ་གི་ཧ་ལས་འདུག་དེ་སྔོན་དེ་རྗེ་བཙུན་གྱི་བྱིན་རླབས་རེད་ཟེར་ལབ་གི་འདུག་ད་དེ་ནི་རྗེ་བཙུན་རིན་པོ་ཆེ་གངས་ཏི་སེ་ལ་ཕེབས་ར་བ་ད་གངས་ཏི་སེ་དེ་དེ་ནི་རྡོ་རྗེ་འཆང་གི་འཇིགས་བྱེད་ཡབ་ཡུམ་སྤྲུལ་ནས་སྔགས་བླ་མེད་ཀྱི་རྒྱུད་ཚོང་ད་རེད་ར། ཟེར་ཡ་དེ་རེད་དུས་དེ་རྣམས་ཀྱི་ནང་ལ་ཡུལ་ཉེར་བཞི་རྩ་ཤེས་ཀྱི་ནང་ལ་ཆགས་སོང་པ་འོ་ད་དེ་འདྲ་རེད་གངས་རིན་པོ་ཆེ་གུ་རུག་ཆགས་རིམ་གྱི་སྟེང་ན་ནི་དང་པོ་ཚོའི་དབུས་སུ་ཡོད་པ་ལ་དེ་ནི་མ་ཚོགས་མ་རིན་པས་ཁྲིད་ནས་སོང་དུས་རི་བོ་ཡག་སྔོན་པོ་གི་མཐོང་ཚུལ་འདྲ་བོ་དེ་རི་འགུལ་རི་ཆོས་ཀྱི་མ་ཁྲིད་སོང་པའི་བང་རིམ་དང་དུ་འདུག་བ་འོ་དེ་ནི་བྲག་ཐོག་རེད་རེད་ནི་རྡོ་ཆེ་ཆུང་ཐམས་ཅད་འདམ་ནས་བསིལ་བ་བཞིན་དུ་ཡོད་རེད་ད་ལ་སྒམ་པོའི་བྲག་རྡོ་གྲུབ་ཚུལ་དང་ཕུང་ཚུལ་གཅིག་པ་འདྲ་ཅིག་རེད་འདུག་བ་ད་དེ་ནི་ད་རྗེ་བཙུན་རིན་པོ་ཆེ་འདི་ནས་བྱོན་པ་སྔོན་བསོད་དངུལ་ཡུལ་རི་རེད་ལོ་རྒྱུས་དངོས་ཆགས་དེ་ཡོད་རེད་མངའ་རིས་ཀྱི་ཡིག་ཚང་ནང་ལ་གསལ་ཡོང་གི་ཡོད་རེད་ད་ཡིན་ན་བོང་བུ་ལོ་རྒྱུས་གཞན་གྱི་ཁ་ཤས་ཀྱི་ད་རྗེ་བཙུན་མར་པོ་ཆེ་གངས་ཏི་སེ་ལ་བྱོན་པའི་སྐོར་དེར་རང་བྱུང་ཞབས་ཀྱི་དུས་སུ་བྱུང་བའི་དགེ་འདུན་རྣམས་ནང་ར་མ་པའི་ཡོན་དགོས་པ་མ་རེད་དེ་ཕྱིས་སུ་རྫུན་བཟོ་བྱས་ཤག་རེད་ཟེར་བ་དང་དེ་འདྲའི་ལབ་དེ་འགའ་ཡོད་རེད། དེར་བརྟེན་ནས་འདི་ནི་གངས་རིན་པོ་ཆེ་དང་བཀའ་བརྒྱུད་འབྲེལ་བ་མེད་པ་དེ་འདྲའི་འགྲེལ་བཤད་འདྲ་བ་རྒྱག་བ་རེད་དེ། རྗེ་བཙུན་རིན་པོ་ཆེན་གྱི་རྣམ་ཐར་ད་ལྟ་ཞི་ཞི་རེ་བའི་མཛད་པའི་ནང་ལ་གངས་ཏི་སེ་ལ་བྱོན་ཚུལ་འཁོད་དུ་ཡོད་རེད་དེ་མིན་གྱི་ད་ཁོང་གི་རྣམ་ཐར་མ་འོ་ད་དེ་ཚོ་བཤད་མ་དགོས་པ་རེད། མིང་གི་དེ་ནས་ལམ་བརྒྱུད་དེ་ཚོ་ཚང་མ་ལ་རྗེ་བཙུན་བེ་རེ་སི་དེ་ཡོད་རེད་དེ་ནས་འབྲི་གུང་འཇིག་རྟེན་མགོན་པོའི་གསུང་གི་ནང་ནོར་ལ་དེ་ནས་ཆོས་དབང་ཆེན་པོ་མེ་ལ་དེ་དེ་ནས་ཞབས་དངོས་གང་རུང་པོ་ཆེ་ལ་ཞབས་བཅག་པ་ཡིན་ཟེར་དེ་ཚོ་སྲས་ཐག་ཆོད་གསུང་འདུག་ད་དེ་ཚོ་བེ་ཡ་དུས་གསུམ་ཆེན་པོ་གི་སྐུ་དུས་ཀྱི་མི་རེད་བ་འོ་ད་དེ་འདྲ་ཅིག་རེད་དེ་ཡིན་དུས་ད་དེ་ཕེབས་མ་ཕེབས་དེ་རྩོད་པ་བྱེད་དུ་ཚོ་ཁྱོན་ནས་མེད་པ་རེད་དངོས་སུ་ཕེབས་པ་རེད་ད་དེ་ནས་དེ་ཚོ་བྱིན་གྱིས་བརླབས་ནས་དེ་བྱིན་གྱིས་བརླབས་ཡ་དེ་ད་རྗེ་བཙུན་ཁོང་ལ་དེ་ནས། དེ་རེད་དོ། བླ་མ་མར་པ་ལོ་ཙཱ་གིས་དེ་ནི་གང་དེ་ཚོ་སངས་རྒྱས་ཀྱི་ལུང་དོན་པའི་རི་བོ་གངས་ཆེན་ཡིན་པས་དེ་ལ་བསྒོམས་གསུང་བ་རེད་དེ་འདྲས་ཡོང་གི་འདུག་འོ་དེ་ནང་བཞིན་གྱི་དེ་ནི་ཕལ་བའི་ཕྱོགས་གཅིག་ནི་མངའ་བདག་བཙན་དིག་གི་ཡང་གདན་འདྲེན་ཞུས་རེད་ཡོང་གི་འདུག་འོ་ད་དེ་འདྲས་འདི་ནི་རྗེ་བཙུན་རིན་པོ་ཆེ་ཚོས་ཕལ་པ་དེ་ནི་ཞུ་མ་ཕོད་པ་འོ་ད་དེ་འདྲས་གཅིག་ཆགས་སོང་རེད་ད་དེ་ནི་ཚོགས་མ་ཕམ་དེ་རྗེ་བཙུན་གྱི་ཡང་གདན་དང་འདྲར་སོང་རེད་དེ་ཡི་གེ་རྙིང་པའི་ནང་ལ་མ་སྤངས་ཟེར་ཡོང་གི་འདུག་ཡི་གེ་རྙིང་པ་རྙིང་པའི་ནང་དེ་ནི་ཕྱིས་སུ་མ་ཕམ།

དེ་ནས་མ་བུམ་ཕྱག་གི་རྩ་ལ་ཨོ་ཡ་ཕྱག་ཨོ་ད་དེ་འདྲས་བྱས་པའི་གི་ལོ་རྒྱུས་ཡོད་ར་བ་དེ་ད་དེ་སྐབས་སུ་རྗེ་བཙུན་ཚོ་མ་བུམ་གི་འགྲམ་དེ་འདྲས་བྱུང་ནས་དེ་ནས་ངོ་མ་བླ་མ་ཁ་ཤས་རྣམས་དང་ལ་དེ་ནས་རྗེ་བཙུན་གི་སྒྲོ་སྦུག་འདུག་ཟེ་རྡོག་གི་སྤྱི་བོ་ཅིག་འདུག་ཟེ་དེ་འདྲས་གསུངས་འདུག་བ་ད་ད་དེ་ཆགས་འགྲོ་བྱས་ན་ཕལ་ཆེར་ད་ད་མཁས་པ་གསེར་གི་ཤ་རྒྱབ་གཡན་ཡོང་དེ་འདྲས་ཅིག་ལ་ཕལ་ཆེར་དེ་དུས་སྐབས་དེ་དུས་རྗེ་བཙུན་ཞོགས་པ་ཡིན་སྲིད་པ་ཨོ་ད་དེ་འདྲས་ཅིག་རེད་དེ་མ་གཏོགས་ད་ད་ཚོ་མ་བུམ་འགྲམ་དུ་རྗེ་བཙུན་གི་སྒྲོ་སྦུག།

གྲོད་པ་དེ་དང་འདི་མ་ཐོག་མཛུ་གུ་བཙུགས་ས་ཁྱོན་ནས་མེད་རེད་དེང་དུས་ད་དེ་ཚོ་ལ་དེ་མུག་ཏུ་རྩ་བའི་གེགས་བྱས་ཡོང་གི་འདུག་རྒྱ་གར་བ་རེད་བ་རྒྱ་གར་བ་དེ་ཚོ་འདྲ་ད་བར་དོགས་ནས་དཀའ་ལས་མང་པོ་ཅིག་བརྒྱབ་ནས་ད་ཀེ་ལ་ཤ་འཇལ་བར་འགྲོ་གི་ཡོད་མ་གྲོས་བས་འཇལ་དུ་འགྲོ་གི་ཡོད་ཟེར་ནས་ད་དཔེ་ཐབས་བྱ་ཞུས་ཐོང་གི་ཐོག་ནས་ཡོད་མ་ཡོང་ཟེར་ས་འདྲ་བ་མེད་བ་ཡོང་གི་ཡོད་ཟེར་ནས་ཨུ་ཚུགས་བརྒྱབ་ནས་ང་ཚོ་སྲིད་གཞུང་ལ་དཔེ་གཏོང་རོགས་བྱེད་ཟེར་ལབ་ནས་དེ་ནས་མངའ་རིས་ལ་ཕེབས་ཏུ་གི་ཡོད་རེད་བ་འོ་ད་དེ་འདྲ་ཅིག་ཆགས་ཏུ་ཡོད་རེད་དེང་དུས་ད་འདི་ཚོ་རྩོམ་ཡིག་ཡོངས་གྲགས་འདྲ་བ་ཅིག་ད་འཛམ་གླིང་གི་ལྟེ་བ། ཆོས་ཞུགས་ཞལ་འཇུག་གི་མགོ། འཛམ་གླིང་གི་ཡེ་ཤེས་ཡས་ཀྱི་ཆོས་བརྒྱུད་ཚང་མ་གི་ཆུ་མགོ། ད་དེ་འདྲའི་རྗེས་ཆ་དེ་བས་དེ་ད་ས་མཚམས་རང་གི་ཐོག་ནས་ཆགས་ཤག་རེད་མདོ་སྡེ་བའི་ནང་ལ་སོང་དེ་རེད་དེ་ནས་མ་གྲུ་ཚོ་ལ་དེ་ནས་ཆུ་དང་ལུ་རྒྱལ་དེ་ཚོ་མེད་གི་ཡིན་ན་དེ་ནས་འཛམ་བུ་གླིང་ལ་དེ་ནས་ཆུ་ལུང་དེ་འདྲའི་འབབ་གི་མ་རེད་སོང་རེད་བ་ཏག་ཏག་ཆགས་དེ་ཡོང་རེད་བ་དེ་མ་གྲུ་ཚོ་དེ་ཚོ་འབབ་གི་རེད་འཛམ་བུ་གླིང་དེ་རྒྱ་གར་རེད་བ་རྒྱ་གར་གི་ཆུ་མགོ་ཚང་མ་དེ་ནས་གངས་སྐྱིད་ཀྱི་དང་གངས་ཞེན་གྱི་རི་རྒྱུད་ལ།

བཞུགས་ས། ངོ་ད་དེ་འདྲས་ཅིག་འདུག་དེ་ཡིན་ཟེར་བ་དེབ་དེ་ནང་ལ་མི་ལ་རྡོ་རྗེ་ཕུག་ཏུ་བཞུགས་ཟེར་ཡ་ཅིག་ཡོང་གི་འདུག་གང་དེ་ཟེར་ད་ཕལ་ཆེར་དེ་རང་ཡིན་ས་རེད་ད་དེ་གནས་དེ་རྣམ་སྨིན་འདྲ་བོ་རེད་དེ་ནས། རྗེ་བཙུན་རིན་པོ་ཆེ་འགས་ད་རྣམ་ཀུན་མཛོད་ནང་མ་རེད་རྗེ་བཙའ་སྨྱོན་རེད་འདྲེ་གི་ཐུན་ཚོགས་ནང་རྫོང་ལུང་གི་པདྨ་ཕུག་གསུང་བ་རེད་ད་དེ་དེ་ད་ལྟ་དེ་རས་ཆེན་ཕུག་ཡོད་ས་དེ་ལྷ་ལུང་རེད་མ་གཏོགས་རྫོང་ལུང་མ་རེད་དེ་ནས་པདྨ་ཕུག་དང་རས་ཆེན་ཕུག་གཉིས་ཐ་དད་རེད་རས་ཆེན་ཕུག་དེ་ད་ཐ་ཉེར་ཕྱུག་གི་དགོན་པའི་གི་གནའ་ཤུལ་རྙིང་པ་གི་ད་གཡས་ངོས་དེ་ན་ཡོད་རོ་ཨོ་དེ་ཉེར་དགོན་པ་ཆགས་དགོས་དོན་དེ་རྗེ་བཙུན་གི་སྒྲུབ་ཕུག་དེ་ནས་ཆགས་ཡོང་པ་རེད་ད།

ཨ་རོན་པོ་ཆེ་སྐོར་ཞིབ་བྱ་ཞིག་ཨུ་ཡོན་གསུང་གནང་ལ་དེ་གསུང་བཞག་རེད་དེ་གོང་ཙམ་ལ་རྗེ་བཙུན་མི་ལའི་དྲུག་རེ་ཆེན་ཕུབ་དེ་ནས་རྗེ་བཙུན་མི་ལའི་ཞབས་ཕྱི་དང་ཨུམ་རང་བྱོན་ཡོད་གསུང་འདུག་དེ་ནས་ཡང་དེའི་དཔེ་ཆ་གཞན་གཅིག་ཏུ་བྲིས་མ་ཨུ་ཆེན་བཅུ་དེའི་ནང་ལ་མི་ལའི་ཕྱག་ཕྱི་དང་ཨུམ་རང་བྱོན་ཡོད་གསུང་འདུག་ད་ང་ཚོས་དེ་ཞབས་ཕྱི་དང་ཕྱག་ཕྱི་དེ་ཚོ་ད་རང་བྱོན་དེ་ཚོ་རྩད་ཆོད་མ་སོང་ཐེངས་གཅིག་གཉིས་སླེབས་སོང་སྟེ་འོ་དེ་རེད་འདུག་དེ་ནས་ཀ་མ་སི་ཏུ་གི་རང་རྣམ་གནང་རོགས་རེད་ཡོང་གི་བ་རེད་ཚིག་དོན་ལ་གངས་རི་ནུབ་ངོས་ནས་རེ་ཆེན་ཕུབ་དང་རེ་ཆུང་ཕུབ་དེའི་ཕར་ཕྱོགས་ཀྱི་ཉང་པོ་རེ་ཚོང་རྣམས་རྒྱས་དེར་སྣང་བ་ད་ཡིག་དགོས་ཡོད།

ནོ། ད་དེ་མཇལ་ཡ་ལོ། ད་དེ་ཡིན་དུས་དེ་ནས་ས་སྔ་མོ་ནས་དེ་འབྲེལ་བཤད་རྒྱག་པ་བ་རེད། ད་དེ་ཡིན་དུས་གངས་རི་མཚོ་གསུམ་ཆུ་བོ་ཞེ་དག་གཏན་ལ་ཕབ་པའི་གི་དུས་ཡིག་ཆའི་ནང་ལོག་ལུང་ཐོག་སྣང་བའི་ནང་ལོག་དེའི་གོང་ནས་མེ་ལ་དང་བོང་བུ་གི་གྱེས་ཐོག་གླང་ཆེན་དཀར་པོ་རང་འཁྱམ་ཟེར་བ་དེ་སོང་ཞག་ད་དེ་ནས་སྒྲོལ་མ་ལ་རྒྱབ་ནས་མར་ཕེབས་ཡོང་ན་ད་ད་ཚོགས་ཅིག་ཡོད་རེད་བ་ཚོགས་དེ་མར་ཤབ་དེ་ནས་མར་ཕེབས་ན་ཨོ་ད་དེ་ད་ད་ལམ་དེ་ཞང་ངོས་ནས་འགྲོ་དགོས་འདུག་བ་ད་ལྷོ་ངོས་དེ་ནས་མར་ཕྱིན་ན་དེ་དེ་ཡོད་རེད་ད་ནཱ་རོ་བོན་ཆུང་དང་རྗེ་བཙུན་གཉིས་ཕར་འཐེན་ཚུར་འཐེན་བྱས་ནས་ཨོ་དེ་བྱུང་བ་ལ་ཞབས་ཅིག་བྱུང་རེད་ཟེར་དེ་དེ་ནང་ཁུལ་ནང་ལ་ཡོད་རེད་བ།

ཨེ་ད་དེ་ཚོ་དཀར་ཆག་རྙིང་པ་ས་སྔ་མོ་ནང་ལོག་འཁོད་སོགས་རེད་ད་ལྟ་ཇོ་ནང་མའི་ནང་ལོག་བཞུགས་བསྡད་པ་དེ་ནང་དེ་ཚོ་ཚང་མ་འཁོད་བཞག་འདུག་དེ་འདི་ང་ཚོ་དེ་ཡང་ཅིག་བལྟས་བལྟས་ཚེ་ཤི་ན་ཨོ་དེ་ཅིག་བོད་དོན་ཚོགས་པའི་ཡན་ལག་འདྲ་འདུག་གོ་རེད་བསམ་ནས་འོ་ངས་དེ་འདྲས་རྗེས་ཤོད་བཞག་རེད་དེ་ནས་ཏི་སེ་གི་རྫུ་འཕྲུལ་ཕུག་ད་དེ་རྗེས་སུ་གནས་ཀྱི་ནང་ལོག་ལ་ད་ནས་ད་ཡིད་ཀྱང་ཡོངས་སུ་དགྲ་བགེགས་ཕུག་པ་རེད་རེད་བ། འོ་དེ་རེད་ད་མ་རྫོང་ལུང་གི་ནང་ལོགས་ལ་མ་ཕེབས་ཡོང་དུས་ཀྱི་ད་མ་སྐྱེ་མེད་ཙམ་ལ་ཆགས་བསྡད་ཡོད་རེད་ད་འདི་གི་ལོ་རྒྱུས་རྒྱས་པ་དེ་རྩ་ཉོན་ཧེ་རུ་ཀ་གི་མཛད་པའི་རྣམ་འཁོར་ནང་གསལ་པོ་ཞིབ་པོ་ཡོད་རེད་བ་ཁོ་རྣམ་གཉིས་ཆར་པ་ཕབ་དུས་དེ་ནས་ཡིད་ཆེས་ཀྱི་འདམ་ལོང་གཅིག་གི་ཐོག་ཕབ་སོང་ནས་དེ་ཁོ་རྣམ་གཉིས་དེ་འདྲའི་རྫུ་འཕྲུལ་འདྲ་བོ་རྗེ་བཙུན་གི་ཐོག་ཏུ་ཕབ་ཡོང་དུས་དེ་ནས་ཐུག་འདུག་སོང་ནས་མ་གཏིང་མ་བཅག་ཡོད་རེད་འདི་གང་ཞབས་ཅིག་ཡོད་རེད་སྨྲས་འདུག་སོང་ནས་འོ་ལ་ཡར་བཀྱག་རེད་ཟེར་འདི་ཡོད་ལ་རྗེ་བཙུན་གྱི་ཆ་གཅིག་ཡོད་རེད་གསུངས་ས་འོ་ད་དེ་རེད་དེ་རྫུ་འཕྲུལ་པོ་འོ་དེ་རེད་ད་དེ།

དེ་ནི་རྒྱང་གྲགས་ཀྱི་དགོན་པ་འགའ་ཡང་རེད་ཚེ་དེ་ཚོ་ཚང་མ་ལ་སྒྲུབ་ཁང་མང་པོ་བརྩིགས་ཡོད་པ་དེ་ནི། གངས་ཏི་སེ་གྱི་དཀར་ཆག་ནང་ལོགས་ལ་བལྟས་ཡོད་ན་དེ་ནི་སྨན་ལུང་ཤར་ནུབ་ལ་དེ་འདྲའི་ནང་ཞིང་ཡོད་བསྡད་པ་འདུག་བ་དེ་ནི་ད་ལྟ་བཀྲ་ཤིས་སྒོ་མང་གི་མཆོད་རྟེན་གྱི་རང་བྱོན་ཡོད་ས་སྟོབས་ཆེན་ནང་ལ་ཡང་དཔེ་དེ་འདྲའི་སྒྲུབ་ཁང་མང་དག་བྱུང་འདུག་བ་གང་ལྟར་དེ་ནི་དུས་ཚོད་ཅིག་ལ་བེ་ཀ་འཁྱུག་པའི་རི་བོའི་གངས་གསུང་ས་དེ་རེད་དེ་ལྟ་སྟེ།

རེད། རྗེ་བཙུན་བེར་ཁོ་ནམ་ཉིད་དེ་ནས་ཆོས་ཀྱི་བགྲོ་གླེང་དོན་དུ་གནང། རྗེ་བཙུན་གྱི་ཕྱག་གི་བྲག་ལ་ཨ་ཅིག་བསྐོས་ཞེས་པས་དེ་ནས་ཨ་ཚང་ཕུགས་སུ་ཐོགས་སོང། རེད་ཟེར་བ་དེ་ཡོང་གི་འདུག་ད་ལྟ་ཡིན་ན་རྫུ་འཕྲུལ་ཕུག་གི་ཡར་ལྡང་ཐ་ན་རང་ལ་མཇལ་ཡག་འདུག་ཨོ་ད་དེ་འདྲའི་རྗེའི་ཕྱག་དེ་གི་འདུག། ད་དེ་ནི་སྟག་ལའི་དེ་རི་བོ་ཟེར་གྱི་ཡོད་རེད་ད་དེ་ཚོ་མ་ཕུང་གི་བྱང་ངོས་དེ་རེད་གང་ཏི་སི་གི་ཤར་ལྷོའི་མཚམས་ལ་ཡོད་པ་ད་དེ། རྗེ་བཙུན་དེ་འདྲ་བ་ག་འདྲ་ཡོད་རེད་ཟེར་ན། གཅིག་ནི་གངས་མཚོ་གཉིས་ཀྱི་མཚོ་འགྲམ་ལ་ཡོད་པ་གཉིས་ནི་རྗེ་བཙུན་གྱི་རྣམ་ཐར་དེ་འདྲ་བ་ཡོད་པ་དེ་འདྲ་རེད་གཙང་སྨྱོན་ཧེ་རུ་ཀ་གིས་མཛད་པའི་རྣམ་ཀུན་ནང་ལོགས་ལ། ང་རོ་བོན་ཆང་ལྟོས་ཚར་དེ་ད་ངས་ཁྱོད་དུ་སྡོད་དུ་མཛད་འཕྲིན་དང་ནི་བ་རི་ཡིག་ཅེས་སོང་ངོ་མཚང་ཞེན་པོ་རེད་ད་ང་དེ་གནས་དེ་ཐོང་ས་ཞིག་ལ་སྡོད་ས་བྱེད་དགོས་ཁྱོད་ཞེས་ཟེར་དུས་དེ་ཁྱོད་རང་ཕ་གི་ལ་སྡོད་སོང་ནས་དེ་ནས་ཕྱག་ཡར་བྱོས་ཀྱི་གང་ཕྱག་བར་གང་ཤར་བྱོས་ཀྱི་རེད་ཏཱ་ལའི་རྩེ་ལ་འཕངས་རེས་དེའི་རྩེ་ལ་ཆགས་སོང་རེས་ཨོ་དེ་ནས་ད་ཁོ་སྐོར་ར་བརྒྱབ་ནས་བསྡད་ས་ཅིག་དགོས་ཀྱི་འདུག་ཟེར་ཁྱེད་རང་ལྟོས་ཟེར་དུས་དེ་ནས་ཇི་སྲིད་འགོ་ད་ཁྱོད་རང་འདི་ན་འདུག་ཟེར་ཏི་སྲིད་མདུན་གྱི་རི་ཞབས་ལ་དེ་ནས་བཀའ་གནང་དུས་ཆོས་ལྡན་ཁོང་སེང་ལ་ཆགས་རེས་དེ་ཡོང་གི་འདུག་བ་ཨོ་ད་དེ་རེད། ཆུ་ཚན་གང་སེང་དེ་ད་ལྟ་རྒྱང་གྲགས་ཀྱི་རླུང་བུའི་མདོ་དེ་ན་འདུག་བ། དེ་སྟག་ལྷས་ཀྱི་ད་རི་རྩེར་དེང་སང་ཡང་ཁང་དེ་ཆགས་བསྡད་ཀྱི་འདུག་བ་ད་དེའི་རིའི་གཤམ་ལ་ནཱ་རོ་བོན་ཆུང་གི་སྒྲུབ་ཕུག་དང་སྒྲུབ་ཆུ་དང་དེ་འདྲ་ཡོད་རེད་བ་དེ་རྗེ་བཙུན་གྱི་རྣམ་ཐར་ནང་ནས་འཁྲུལ་ཡོང་གི་འདུག་བ་དེ་འཕྲོས་མཐུན་དང་འབྲེལ་ནས་འོ་ད་དེ་འདྲའི་ཞུ་བྱ་བ་ཅིག་རེད། དེ་ནས་རི་བོ་རྩེ་རྒྱའམ་རི་བོ་རྩེ་སྐྱེས་འོ་དེ་རྗེ་བཙུན་གྱི་སྒྲུབ་གནས་ཅིག་བྱས་འདུག་བ་དེ་གངས་རིན་པོ་ཆེན་གྱི་ལྷོ་ནུབ་ངོས་དེ་ནས་ལ་ང་ཚུད་འདུག་བ་གངས་རིན་པོ་ཆེན་མདུན་གྱི་དེ་གི་ནུབ་དེ་ན་ཡོད།

དེ་ནས་གོང་གི་ཡང་དེ་ན་བགྲོད་པ་འདྲ་བོ་མཛད་ནས་ད་འདི་ན་བོད་ལོ་རྒྱུས་མང་པོ་ཞིག་ཤེས་ཡ་ཡོད་རེད་རྗེ་སྔ་འབྲི་གུང་གླིང་པའི་སྒྲུབ་ཁུངས་སུ་དེ་ནས་གཡང་གཟར་པོ་བྱས་ལ་འདུག་ད་དེའི་ལུང་པ་གཡས་གཡོན་གཉིས་ཀའི་ནང་ལ་སྒྲུབ་ཁང་གི་ཤུལ་མང་པོ་འབྲི་གུང་གི་དགོན་པ་གི་ཤུལ་དེ་འདྲ་མང་དག་བཞུགས་འདུག་ད་ལྟ་ན་རྩེ་ཁྱེད་དགོན་པ་སོ་འདྲའི་བྱུང་བ་དེ་ནི་དུས་ཕྱིས་སུ་རིམ་པས་རིམ་པས་ཉམས་སོང་རེད་འདི་རྒྱང་གྲགས་དགོན་པ་གི་ཁོངས་གཏོགས་ཡིན་པ་དེ་ད་ལོ་རྒྱུས་ཚང་མའི་ནང་ལ་གསལ་དུ་ཡོད་ར་བ་དེ་ནས་རྒྱང་གྲགས་གི་དཀོར་གཉེར་ཅིག་བཏང་གི་ཡོད་རེད་འོ་དེ་དེ་འདྲ་ཡོང་གི་འདུག་དེ་ནས་ཕྱིས་སུ་དེ་ནས་རྙིང་མའི་བླ་མ་དེ་འདྲ།

སོང་ཞིག་ཨ་ར་བ་བུ་བུ་གཉིས་ཀྱི་སོང་ཙམ་ཨེ་ཤིག་མི་ནས་གཉིད་ཤང་སྒོར་ཟླ་ཞིག་རེ་ཐོག་ལ་མཉན་པ་སྤྲིན་དང་ནམ་ཧུན་གྱི་ཐེག་པ་དུས་རྒྱུན་ཆད་མེད་པར་ཁ་ཆར་འབབ་པ་ཟེར་ཨ་ཕའི་སྐུ་ཡོན་ཆུང་གི་དཔལ་སྐུ་བ་ཞི་བོ་ཅིག་ཨོ་ར་བ་རེ་ཐོག་ལ་གཡང་གཟར་བ་གཅན་གཟན་རྣམས་ངར་སྐད་སྒྲོག་པའི་ཞལ་ལྕེའི་མགོ་བོ་འདེང་བ་གཡུང་རི་སྤང་རི་སྣུམ་ལ་འཇམ་པོ་ཞོ་དག་དེ་ཤ་བ་སྒོ་བ་རྣ་བ་རྣམས་རང་བཞིན་གྱིས་བག་ཕེབས་མཛད་པ་ལུས་ནི་ནགས་ཚལ་ཟམ་ཁུག་མེ་ཏོག་གི་བཀྲ་བའི་ནང་ནས་དེ་ནི་བཀྲ་དང་སྤྲེའུ་ཡང་རྩལ་སྦྱོང་བ་ཟོ་ལྟ་རྟེན་འབྲེལ་གྱི་གནས་ཕུན་སུམ་ཚོགས་པོ་གཡས་ཆུ་གངས་ཆུ་རྫ་ཆུ་དུས་རྒྱུན་ཆད་མེད་པར་ལྷུང་ལྷུང་འབབ་ས་དབེན་གནས་ཉམས་དགའ་བ་མཐུན་རྐྱེན་འཛོམས་པའི་དབེན་གནས་ཀ་ཐ་ཡགས་སུ་བྲིས་ཏོ།

ལོ་མགོ་དྲག་པོ་སྐྱ་ཆང་ཟོས་བཞག་ནས་ལོག་རྟོག་ཅན་སྐྱ་ཆང་ཟས་ཀྱི་དོན་གྱི་ངོ་གདོང་ཁ་ཤས་ཨོ་ད་རྗེ་བཙུན་རིན་པོ་ཆེ་ཁོང་ཐུགས་གཅིག་གིས་ཨེ་ཁྱེད་རང་མགོན་པོ་རྡོ་རྗེ་དེ་ཆོས་ལ་བསྐོས་པའི་མ་ཚད་དཔེ་གི་དེ་ནི་དེ་ནང་ལས་ཕྱིས་སུ་ཡིན་ན་ཡང་ཚད་འཇུག་འགྱུར་མགོན་པོ་རྡོ་རྗེ་གི་དེ་ནི་ཞོ་དང་དར་དང་དེ་ནི་དེ་ཚོ་ལྷག་དེ་ཡོད་རེད་སོང་འདུག་དེ་གར་ས་ཤ་བ་གི་ཅིག་ར་ཤོད་ན་ཅིག་ཡོད་རེད་ཟེར་དེ་འདྲའི་འདུག་གནས་ཁ་ཤས་ཀྱི་སྐད་ཆ་ཁ་ཤས་ནང་ལོ། ད་ད་དུ་ཚང་མ་དྲ་ངོས་ནས་མཇལ་རྒྱུ་ཡོད་པ་ད་ལྟ་ཡིན་ན་ཡང་མཇལ་རྒྱུ་ཡོད་བསྡད་པ་འོ་ད་དེ་འདྲས་ཅིག་རེད་འདུག་དེ་ནི་ད་དུས་ཕྱིས་སུ་ད་ཉི་ཤམ་པོ་ཁོ་རང་ཚོས་ཀྱི་ད་དེ་ལ་ཞིབ་ཅིག་རྩོད་དེ་རེད་མ་གཏོགས་དེ་ནས་ཅིག་རིམ་པས་རིམ་པས་བཀའ་བརྒྱུད་དང་འབྲེལ་བ་ཞེ་དྲག་མེད་པ་ཆགས་སོང་ད་དེང་སང་ཉི་ཤམ་ཁོ་རང་ཚོ་ཡང་རྗེ་བཙུན་ནས་ཡར་ཤུགས་ཆེ་རུ་ཆེ་རུ་ཕྱིན་དེ་ནས་བཀའ་བརྒྱུད་ཀྱི་དྲ་བ་ལ་མ་ཡིན་ན་ད་བར་ད་གནས་མཇལ་གནས་མཇལ་ཡོང་མཁན་མང་རུ་མང་རུ་ཕྱིན་འོ་ད་དེ་འདྲས་འདྲ་བོ་ཅིག་ཆགས་བསྡད་པའི་སྐབས། ཁོང་གི་ཚ་ངུ་ཡང་དོ་སྣང་ཆེ་རུ་འགྲོ་སོགས་དེ་འདྲའི་ཀྱི་སྐབས་ཆགས་འདུག་ཡོད་རེད་བ་དེ་ད་ལྟ་འདི་བལ་བོད་ཀྱི་གསར་ཁྲའི་ནང་ལོ་ཞེ་ན་དེ་ནི་ལོ་མུ་སི་ཐང་གི་ཤར་ཕྱོགས་ཀྱི་རི་དྭོགས་གསར་ཁྲའི་ནང་ལོ་ལ་མ་ནང་ཟས་ཀྱི་རྫོང་འོ་ད་དེ་རྫོང་དེ་ཀྱི་ཁོངས་ནས་ཡོད་དེ་བ་འོ་ད་དེ་འདྲའི་རྒྱལ་རེད་འདུག་དེ་ནི་ད་ལྷོ་རོང་ཆོས་འབྱུང་གི་ནང་ཁུལ་ཁ་ཤས་ནང་ལ་རྩིབ་རིའི་ལྷོ་ཕྱོགས་ཀྱི་གནས་ཤང་ཟེར་དེ་བྲིས་བཞག་རེད་ད་དེ་ནི་ཁ་ཤས་ནང་ལུང་པ་དེ་ཀྱི་མདའ་གཉིས་ཤང་ཟེར་ཡང་འདྲ་བ་དེ་འདྲ་ཡོང་གི་འདུག་ས་ཁམས་པའི་ཆོས་སོ།

བར་དུ་སྦས། ཡང་ཞིང་ཁུལ་བྱས་ནས་ཧི་མ་ལ་ཡའི་སྤྱི་ཚོང་གི་གནའ་བོའི་གོས་འཚོ་བ་ལ་རྒྱས་བསྡད་མོད། ཨོ། དེ་འདྲས་ཅིག་ཆགས་ཏེ་ཡོ་རོབ་རྩིས་ཟིན་དུས་ནང་ཕེབས་ཡོང་བ་དེ་ཡང་ཤི་དགོས་པའི་རྗེས་རེད་བཞག། དེ་དེ་ནས་རྗེ་བཙུན་གྱི་སྒྲུབ་གནས་སྤང་རྒྱན་གང་གི་ར་བ་ཟས་བརྒྱད་ཡོང་གི་འདུག་ད་ལྟའི། རྗེ་བཙུན་རིན་པོ་ཆེ་མང་གང་རིན་པོ་ཆེ་ནས་མང་ཕེབས་ཡོང་པའི་སྐབས་སུ་དེ་ནས་གནམ་ཐང་ནས་ཡོང་གི་འདུག་སློབ་མ་དེ་ཚོ་སོ་སོས་སོ་སོར་བཏང་ནས་གོང་ན་རས་ཕྲུག་བྱས་འདི་ལ་ཕེབས་སོང་རེད་ཟེར་ཏེ་ཡོང་གི་འདུག། ད་འདི་བསྐོ་ཐང་དང་ནག་རིལ་རྒྱུད་དེ་འབྲེལ་བའི་ཐང་རེ་ཅིག་ཆགས་ཀྱི་ཡོད་རེད་རྗེ་བཙུན་གྱི་སྒྲུབ་གནས་ཅིག་འོ་དེ་རེད་ད་སྒྲུབ་གནས་གལ་ཆེ་ས་ཅིག་རེད་ད་དེ་ག་ཁ་ཤས་ནང་ལ་སྤང་རྒྱན་ས་ཁ་ཤས་ནང་ལ་སྤུང་རྒྱན་ས་ཁ་ཤས་ཀྱི་དེ་རྗེ་བཙུན་གྱི་སྒྲུབ་གནས་ཡོད་ས་རང་དེ་ལ་བ་དེ་འདྲས་གསུངས་འདུག་ད་དེ་དཔེ་སྐད་རིང་ཞེ་བོ་ཅིག་བཙུགས་ནས་ཡང་འགྲོ་དགོས་ས་དེ་འདྲས་ཅིག་རེད་འདུག་སྐད་རིང་པོ་ཞིག་མ་བཙུགས་ན་རྩ་བ་ནས་མ་ཐར་བ་འདུག་དེ་འདྲས་ཀྱི་རྗེ་བཙུན་གྱི་སྒྲུབ་བབ་ཡོད་ས་ད་དེ་འདྲས་ཅིག་ཆགས་སོང་བ་རེད་ད་དེ་མ་ཚད་པའི་གི་དེ་ནི་དེ་རྗེ་བཙུན་གྱི་སྒྲུབ་གནས་ཡིན་པ་ལ་བརྟེན་ནས་དེ་ནི་རྟ་སྐད་སྣང་ཁོམ་རེད་པ་གི་སློབ་མ་ཚང་དུར་བས་ད་གནས་འདི་ན་འགྲོ་བ་མཛད་བ་རེད་ཟེར་འོ་དེ། ཟས་ཡོང་གི་འདུག་དེ་ཚད་པ་ཁྲི་སྤུངས་མཛེས་པའི་ཚད་པ་དེབ་དམར་གྱི་ནང་ལོགས་དེ་ཚོ་ཟས་ཡོང་གི་ཡོད་རེད། འོ་དེ་རེད་ད་འདི་གོ། གནས་ས་འདྲ་བོ་དེ་ད་ལྟ་ཀ་ཐོག་རེད་འདུག་ཚན་རིག་གི་མཛེས་པའི་གི་དེ་མངའ་རིས་གུང་ཁང་གི་དེ་ཡོད་རེད་བ་ད་དེབ་ཐེར་ཞིག་དེའི་ནང་ལོགས་ལ་ཡོད་རེད་ད་དེ་སྐྱེ་རོང་གི་ཆ་ནས་དེ་ནས་ཅོ་ལ་དང་གསེར་རུབ་ཀྱི་ས་མཚམས་རོལ་གྱི་ཁང་ཆེན་པོ་སྤུངས་ཆེན་ནམ་ཨང་ཕོའི་བྲག་ཟེར་བ་དེ་ནུབ་རིའི་ཆ་ལ་ཡོད་རེད་གསུངས་འདུག་དེ་རོལ་དེ་ད་ལྟ་དེ་ག་ན་རེད་ཞུས་བས་ན་ཁ་སང་གོང་དུ་སོང་རེད་བྲག་སྐྱ་རྡོ་རྗེ་རྫོང་གི་ལྷོ་ངོས་ཀྱི་ལུང་པ་དེ་ལ་རོལ་ཟེར་གི་རེད་རོལ་དེ་ནས་པ། ཡང་ནུབ་ལ་བར་ལག་བརྒྱབ་སོང་ན་ཡང་ནུབ་ཀྱི་རོས་ཟེར་རོས་ཞབས་ནུབ་གཉིས་དེ་ནས་ནུབ་ཀྱི་དེ་ནས་བར་སོང་ན་ནུབ་རིས་ཀྱི་ས་ཁོངས་རེད་ད་དེང་སང་བྱས་ན་དེ་ནུབ་རིས་ཟེར་ཡ། ཨོ་དེ་གི་ས་ཁོངས་སྔོན་མ་ཡིན་ན་ཚད་པ་བཀའ་རྒྱུད་ཤུགས་ཆེན་པོ་དར་ས། དེ་ནས་དཔུང་རྒྱན་གང་རེད་བཀའ་ཤག་ནང་ལ་དཔང་རྒྱན་གང་རེད་སོགས་ད་དེ་རྗེ་བཙུན་གྱི་ཞབས་བཅག་ཞེས་པ་གནས་གཅིག་རེད་ད་དེ་བལ་བོད་ཀྱི་དེང་སང་གང་རིགས་མིང་དེ་འདྲ་ནང་ལ་མང་པོ་ཅིག་བཤད་ཡོང་དགོས་འདུག་བ་ད་དེ་ཕལ་ཆེར་མ་ན་སུ་ལུས་ཙི་ཟེར་ཡ་ཅིག་བྲིས་ཡོང་དགོས་འདུག་བ་གང་རིགས་ཅིག་ཕལ་ཆེར་དེ་མིན་འགྲོ་བསམ་པ་ཞིག་རེད་ད་དེ། དེར་ངས་འདི་ཡིན་འགྲོ་བསམ་པར་མ་གཏོགས་བརྒྱ་ཆ་བརྒྱ་དེ་མ་ན་སུ་ལས་ཟེར་ཡག་དེ་རེད་བསམ་ངེས་ལབ་གི་མེད་ད་ཡང་ཕལ་ཆེར་དེ་ཟབ་ཆ་རེད་དེ་འདྲས་བཏགས་ཡོང་དུས་དེ་འདྲས་བྱེད་གི་མེད་འགྲོ་བསམ་བསམ་འདྲ་བྱེད། ད་དེ་ནས་ནུབ་རིགས་ཀྱི་གནས་མཆོག་ར་ཕོག་ཟེར་གྱི་ཡོད་རེད་ད་ནུབ་རིགས་ལུང་པར་རྗེ་བཙུན་གྱི་སྒྲུབ་ཕུག་ཅིག་ད་རྗེ་བཙུན་གང་རུང་བ་གཞན་ལ་མ་ཕེབས་པའི་སྐབས་སུ་དེ་ནང་ལ་ཞོག་ཡོད་པ་རེད་བསམ་པ་ཅིག་འདུག་ད་དེ་སྐུ་ཐང་གི་ནུབ་ཕྱོགས་ཀྱི་ནུབ་རིགས་ཁུལ་དུ་ཡོད་པ་ཅིག་རེད་ད་ལོ་རྒྱུས་ཡིག་ཚང་ཁ་ཤས་ནང་སྐུ་ཐང་དང་ནུབ་རིགས་ཟེར་ཡང་ནས་ཡང་ཐོན་ཡོང་བསྡད་གི་འདུག་དེ་ནུབ་རིགས་ཁོངས་གཏོགས་ལ་ཆགས་ཚུལ་ཡོད་རེད་ད་དེ་རྗེ་བཙུན་དང་འབྲེལ་བ་ཡོད་པའི་སྐོར་དེ་ག་ནས་ཡོང་གི་འདུག་ཟེར་ན་ད་མགོན་དཔུང་ཡོངས་གྲགས་ནང་ལ་ཡོད་མ་རེད། བདག་དེས་བྱེད་པ་རྡོ་རྗེ་གསུམ་སྐུ་ཐོར་བུ་ཟེར་ཡ་དེ་བསྐོར་དེ་ནས་ཁོང་དེ་ནས་སྐུ་ཐང་གི་མཉམ་དང་སྙིང་ལ་སོགས་པའི་རི་བུག་ལ་ཞག་ཁ་ཤས་ཞོག་དེ་ནས་སྐད་མི་ཆེ་གུ་ཡུ་རུ་བྱོང་རེས་རྣལ་འབྱོར་ཕོག་ལ་ཟླ་བ་གཅིག་ཞོག་ན་མི་མ་ཡིན་མང་པོ་ལ་ཆོས་གསུངས་རེས། མིའི་འདུ་ཤ་ནོར་འཐེན་ཡོད་དམ་ཟེར་དུས་དེ་དུར་འགྲོ་ལྟ་བུ་མིན་པ་ཅག་མི་འདུག་སེ་ཁོང་ཐོག་ངེས་འབྱུང་གྲོངས་ནས་དེ་འདྲའི་མགོ་འཁོར་ཐེངས་འདྲ་དེ་འདྲ་སོང་རེས།

ཚོ་ཐུབ་སྲིད་རེད་བ། དེ་འདྲ་རེད་ད། ད་ལྟ་འདི་ག་ཚོད་ས་ཁུངས་འགྲོ་བའི་དགའ་གི་རེད་ཞུ་ཡོད་ན་དེ་ནས་ང་ཚོ་ས་བྲེ་ཐོག་ལ་བལྟས་བས་ན་བལ་བུ་གི་ཁོངས་གཏོགས་ཀྱི་གོར་ཀ་ཟེར་ཡ་ཅིག་རྫོང་ཆེན་པོ་ན་དེའི་ཁོངས་གཏོགས་ལ་འོག་ཡོད་རེད་བ་ད་འདྲ་ཅིག་རེད་ཤག་ད་དེ་ནས་བལ་བོ་རྫོང་ཟེར་ཡོད་རེད་ཡ་རྗེ་བཙུན་གི་རྣམ་ཐར་ནང་རུང་ད་དེ་རྗེ་བཙུན་མེད་ལ་རེད་བ་རྒྱ་གར་གི་གྲུབ་ཐོབ་དར་མ་འབོ་ཏི་གི་རྗེ་བཙུན་མཇལ་བ་ཚུལ་ཕེབས་ཡོང་དགོས་ཡོད་རེད་བ་ད་དེ་ནས་ཕེབས་ཡོང་གི་འདུག་ཟེར་ད་ནས་ཁོང་མ་སྐྱེ་ཧོམ་ཡས་ལ་ཕེབས་ཚར་བཞག་འདུག་དེ་ནས་རྗེ་བཙུན་རིན་པོ་ཆེ་མ་བློ་མ་ཁེ་ཕེབས་དགོས་རེད་གསུངས་འདུག་ཁོང་ཕེབས་ཀྱི་མེད་ད་ང་ཚོ་ཚང་མ་གྲུབ་ཐོབ་རེད་གནང་བ་རྣམ་ཐོག་གེ་ཡོད་མ་རེད་གསུངས་ནས།

དྭངས་གཙང་བྱས་ན་ད་བལ་བོ་གི་ས་ཁོངས་དང་ཆགས་ཏེ་ཡོད་ར་བར་འགག་སྒོ་གི་ཕན་ཆད་ཀྱི་ས་ཁོངས་འོ་དེ་འདྲ་ཅིག་ལ་ཆགས་ཏེ་ཡོད་རེད་ད་དེ་བལ་བོ་ཕྱོགས་ན་ཚུལ་དོགས་སྣང་བྱས་ན་ད་བྱེད་རྒྱུ་འདྲ་བ་ཡོད་བསྡད་པ་ཅིག་རེད་ད་རྗེ་བཙུན་གྱི་རྣམ་ཐར་གྱི་ད་ཆ་ཤེས་འདྲ་བ་ཅིག་མེད་དུ་མི་རུང་བ་ཟེར་བ་ཅིག་ཆགས་ར་བ་འདི་ཡིག་ཚང་ན་འཁོད་བསྡད་པ་དེ་ཚོ་ར་འཕྲོད་པ་བྱུང་ན་ཡག་ཤོས་རེད་བ་མ་ས་ལ་འབབ་རྒྱུ་ཡོང་གི་ད་འདི་ཚོ་ཚང་མ་ཅིག་ཕྱིས་སུ་བ་ད་ནང་ཟིང་ནང་ན་བྱས་ནས

ཟུར་ཕེབས་ཡོང་བ་རེད་ཟེར་དམ་པ་དེ་ནས་ཟུར་ཕེབས་ཡོང་དུས་ཕ་ཕི་ཡོང་དགོས་རེད་ཟེར་ཚོང་པ་ཁ་ཤས་ལ་དྲིས་དུས་འོ་ད་དམ་པ་སངས་རྒྱས་དེ་ངོ་ཤེས་མི་གི་ཨ་ཙར་རྒྱལ་པོ་ཆེ་མདའ་དགོང་མགྲོན་ཁང་ན་ཉལ་བཞག་འདུག་ཟེར་བ་ལྟར་དེ་འདྲས་ཟེར་དེ་ནས་ཟུར་ཕེབས་ཡོང་དུས་ད་དངོས་ཤེས་ཡོད་མེད་བརྟག་ནས་ཅིག་ཁོ་རྣམ་གཉིས་ཚོའི་རྫུ་འཕྲུལ་འགྲན་ས་ཅིག་ཡོད་རེད་བ་ད་ད་ལྟ་དེ་རེད་བ་མགུར་དེ་ཚོ་གསུང་བྱེད་ས་དེ་ཁ་སེང་གི་རྣམ་ཐར་སྐབས་སུ་ཡང་ཞུས་རེད་ད་དེ་ཐོང་ལ་དེ་ཤར་ངོས་ཀྱི་འོ་ད་དེ་རེད་ཀྱི་གདིང་བཅིབས་སྟངས་རེད་འདུག་བ་དེ་ནང་ལ་དེ་ནས་ཞབས་ཕྱི་ཞིག་འཇལ་རྒྱུ་ཡོད་དེ་བ་ད་ཞབས་ཕྱི་དེ་ཁ་ཤས་ཀྱི་དམ་པ་རེད་ཟེར་རེད་ཟེར་ད་ཁྱེད་ཟེར་ཁེ་ད་མེད་རེད་ད་དེ་མ་བཤམས་དེ་ནང་ལ་དེ་ནས་ཁོ་རྣམས་ཉིད་བཞུགས་ས་དེ་ལ་དེ་བཞིན་གཤེགས་རེག་པའི་མཛད་པའི་དུས་ནང་ལོགས་ལ་དེ་ཚོའི་འགྲོ་བ་ཐོབ་པའི་ཕྱིར་དམ་ཉམས་རྣམས་མཐོང་ནས་རྒྱལ་པོ་གང་པོ་ན་དམ་པ་དང་མཇལ་བ་རེད། ཨོ་དེ་ཡོང་དགོས་འདུག་བ། རྣལ་འབྱོར་མ་དེ་བཅོམ་ལྡན་འདས་སྒྲོལ་མའི་ཆུ་འཁོར་དེ་འདྲས་ཞུས་རེད། ཨོ་དེ་ཡོང་དགོས་བ་རེད། ད་ལྟ། གཙང་སྨྱོན་ཧེ་རུ་ཀ་གི་མཛད་ཞེས་པའི་ནང་ལོགས་སྙིང་ཆིངས་འབྲོང་ཁང་ཟེར་དེ་ཡོང་དགོས་བ་རེད། ཨོ་དེ་རེད་ད། ད་ལྟ་ཁ་ཅིག་གིས་རྒྱལ་པོ་ཕུག་དེ་ལབ་ཀྱི་འདུག་གཉའ་ནང་ཕྱོགས་དེ་ཚོ་རྒྱལ་པོའི་ཕུག་ཟེར་ལབ་ཀྱི་འདུག་ད་དེང་འདི་ཕྱོགས་དེ་ཚོ་དེ་ནི་སྙིང་ཆིངས་འབྲོང་ཁང་ཟེར་ཚང་མ་གིས་ཧ་གོ་དེ་ཡོད་བ་ད་དེ་འདྲས་ཅིག། དེ་ནས་ཕྱིས་སུ་ཡིན་ན་དེ་དེ་སྲིད་སངས་རྒྱས་རྒྱ་མཚོ་གི་དུས་ཚོད་ཐོས་པ་དེ་རེད་འདོད་དེ་མཐོང་ལགས་ཀྱི། དགྱེས་མཚམས་སེ་ཏོག་རྒྱལ་པོ་ཕོག་དེ་ཡིན་སར་ཀོ་ཐང་དོ་འགྲོ་སྤུན་གྱི་དེ་ནས་འཇིག་རྒྱབ་ལ་ཆས་དུས་དེ་ནས་མགྲོན་ཁང་ཀ་བ་བཅུ་གཉིས་འདུག་ཅེས་པ་སར་རྒྱག་བྱས་འདུག་དེ་དུས་ཁོ་རང་ཚོ་རང་མཐོང་ཙམ་མ་ཟད་འགྲུལ་བ་ཕན་ཚུན་ལ་དཔེ་ངའི་བཟོ་ཡག་གི་ནམ་མཁར་གྱི་དགེ་རྒྱུན་རེད་བཞག་དེ་ནས་ཁང་སྲུང་མི་བཅས་ལ་ལོ་གཅིག་གི་ཕོགས་དེ་འདྲ་དེ་འདྲ་སྤྲད་ཡག་འོ་དེ་བཟོས་བཞག་ཡོད་ཟེར་དེ་རྔ་བ་ཆེན་མོའི་དགོང་ཚོགས་ཀྱི་སྐབས་ལ་དུས་ཀུ་ལེ་ཁོས་སང་སྤོས་ཞི་བའི་ནང་ལོགས་ལ་ཁུར་བསྡད་འདུག་འོ། ཕྱིས་སུ་ཡང་དེ་ལ་སྲུང་སྐྱོབ་འདྲ་བོ་བྱས་དེ་ལ་གཅིག་ཀོ་ལ་ཤ་འདྲ་བོ་བཟའ་ཡག་ཡོད་པ་དེ་འདྲ་ཅིག་བཟོས་བཞག་སྡེ་སྲིད་ཀྱི་ལྟ་ཚིག་བཅས་ཕྱིས་སུ་དེ་འདྲ་རིམ་པས་རིམ་པས་མང་གཡུག་བསྡད་པའི་རྗེས་ཀྱི་རེ་བ་ཧོ་ད་དེ་འདྲས་ཀྱི་རེད་བྱས་ད་ལྟ་ཡིན་ན་བོད་ནང་ལ་དཔེའི་རྡོ་གཡམ་གྱི་ཐོག་ལ་དམ་པ་སངས་རྒྱས་ཀྱི་སྐུ་རྗེ་བཙུན་གྱི་སྐུ་ཧོ་ད་དེ་འདྲས་བཀོད་བྱས་རྙིང་ཆེན་འབྲོང་ག་འདི་ས་མིང་མ་ཉམས་པ་དེ་འདྲས་རེད་ངོ་མ་ང་ཐེངས་གཉིས་སོང་དུས་མ་ལྟ་བ་རེད་འགྲོ་ཆོག་གི་མ་རེད་ཟེར་ལབ་དེ་ནས་ན་ནིང་གི་སླེབས་སོང་དེ་སླེབས་སོང་དུས་དེ་ནས་ཁོང་རྣམ་པ་དེ་ན་ལུག་རྫི་དང་གཡག་རྫི་དེ་འདྲས་འདྲེས་ཡ་འདུག་ཁོང་རྣམ་པས་གི་དེ་ར་སྤྲད་བྱས་ནས་དེ་ནས་ང་ཚོ་དེ་མཇལ་དེ་ནས་ནས་དེ་ལོ་རྒྱུས་འདྲ་བོ་བཤད་དེ་ཕུག་པ་ཐོན་དུ་གཏོགས། ཟུག་རྔུ། ང་ཚོ་དེ་རྗེ་བཙུན་གྱི་ཐང་ག་ལྔ་དང་དེ་ཚོ་ཡར་བཤམས་དེ་འདྲའི་བྱས་དེ་ནས་ཁོང་རྣམ་པར་འབྲེལ་བ་ཟེར་ཁོང་རྣམ་པས་ལ་དེ་རྒྱུ་མཚན་འདྲ་ཞུས་སོང་དུས་དེ་ནས་ཁོང་རྣམ་པས་དེ་དཀའ་ལས་ཆེན་པོ་བརྒྱབ་ནས་ད་ད་ལྟ་བས་དེ་ཡག་ཐག་ཆོད་ཆགས་བསྡད་པ་རེད་དེ་ཕུག་པ་གཉིས་ཀ་ཡག་ངོ་དེ་ཚོ་ཉམས་གསོ་བྱས་དེ་ནས་སྐལ་བཟང་ཉེ་སྐོར་ལ་དེ་འདྲ་མ་ཐོག་ད་ཚོ་སྐབས་སྲུང་སྐྱོབ་ཡག་ཐག་ཆོད་བྱས་ཆགས་ད་ལྟ་བས་རི་ངོས་སྲུང་སྐྱོབ་ཟེར་ན་དེ་ཆགས་བསྡད་རོགས་གནའ་ཤུལ་སྲུང་སྐྱོབ། བྱས་པ་རེད་ཆོས་ཕྱོགས་ལ་བཤད་ན་ཡང་ཉམས་པ་སླར་སོ་འོ་དེ་འདྲ་བྱས་སོང་རེད་ད་དེ་ནི་མོ་དྲོད་ལམ་ཤར་ཤར་འདུག་ད་ལྟ་རླངས་འཁོར་གྲོང་ཚོ་ནས་མདུན་དེ་ནས་ཕར་ཙམ་ཕྱིན་ན་དེ་ནི་ནོར་བུ་ལུང་པའི་ནང་ལོགས་ལས་འབྲོག་པ་འགྲོ་སའི་ལམ་ཞིག་འདུག་མོ་དྲོད་རྒྱ་ལམ་གྱི་རླངས་འཁོར་ཚོགས་ནང་ལ་ཡང་འགྲོ་ས་བཟོས་འདུག་ད་ཤར་ཤར་རེད་ད་ཕྲུག་གུའི་མདུན་བར་དུ་དེ་ནས་གོམ་པ་རྒྱག་མོ་གོ་ཕེབས་ཐུབ་ཀྱི་འདུག་ད་དེང་སང་ང་ཚོ་དམངས་ཆས་འགྲོ་ས་ཡོད་རེད་བས་མོ་དྲ་ཐར་གྱི་རེད་བས་ཟེར་ཡ་ཅིག་ཆགས་བསྡད་འདུག་ད་མོ་དྲ་ཐར་གྱི་འདུག།

རྡོ་རྗེའི་བཀའ་བརྒྱུད་གསན་དུས་ན་དེང་རི་གངས་དམར་དུ་བཞུགས། དེང་རི་གངས་དམར་གྱི་བཙན་དུས་སུ་ཡོང་གི་འདུག་ད་ཏི་གངས་དམར་ཟེར་ཡང་གངས་དམར་ཟེར་ཡང་འགྲམ་དམར་ཟེར་ད་ཏི་དེའི་རླངས་འཁོར་གྱི་བར་ལྷོ། གཡས་གཡོན་དུ་བ་ཅིག་ཡིན་པ་འདྲ་བསམ་བསམ་ཅིག་འདུག་ད་ཆ་ད་ལྟ་སྐད་ཆ་སྤྲོད་དུས་ཁ་ཤས་ཡོད་རེད་ཁ་ཤས་ཡོད་མ་རེད་འདྲ་བོ་ཅིག་ལབ་བསྡད་ཀྱི་འདུག་ར་ཞི་དྲག་འཕྲོད་མ་སོང་ཨེ་ཚང་མས་མུ་མཐུད་ནས་དོ་སྣང་གནང་རོགས་ཟེར་ས་གནས་ཀྱི་མི་ཡིན་ན་རེད་གནས་སྐོར་བ་ཡིན་ན་རེད་ད་དེ་ནི་དེང་རི་གི་བ། ད་ལྟ་དིང་རི་སྒང་དཀར་གྱི་བར་ལྷོ་ངོས་ཟེར་བ་རོ་ལྷོ་ངོས་ནས་བར་དུ་ཕྱིན་པ་ཡིན་ན་དེ་ནི་དིང་རི་མགོན་པོ་ཤར་ཏོག་གཉིས་ཀྱི་བར་གྱི་བར་ཐང་གཞུང་དེ་ནང་ལ་དེ་ནི་རྗེ་བཙུན་རིན་པོ་ཆེ་དྲིན་ལ་ཕེབས་འགྲོ་དུས་སྐབས་སུ་དེ་ནི་བུ་མོ་བདུན་མཇལ་ས་ཅིག་ཡོད་རེད་པ་ད་བུ་མོ་བདུན་གང་བ་ད་དེ་འདྲའི་ལུས་མ་ལེན་ཟེར་ནས་ཅིག་ཟེར་ཨོ་རྫོགས་ཐ་འདྲ་བ་བྱས་ནས་དེ་རྗེ་བཙུན་རིན་པོ་ཆེ་གིས་དེ་ལ་མགོ་རུལ་གསུངས་ནས་ད་ངས་ངའི་ལུས་ལེན་ཡ་ཁྱེད་རང་སྨོན་ལམ་ཙམ་གནང་ད་ཁྱོད་རང་ཚོ་དེ་འདྲ་འགྲུབ་ཀྱི་མ་རེད་དེ་ནས་མགུར་ཅིག་གསུངས་བཞག་ར་དུང་ཐོག་བདུན་གྱི་འདབ་ལན་ཡིན་ཟེར་ཨོ་ད་དེའི་ནང་ལ་བྱས་ཚུལ་མགུར་དེ་ཐུན་མོང་མ་ཡིན་པའི་མགུར་ཅིག་གསུངས་བཞག་རེད་པ་ད་དེ་ཆོས་པ་ལམ་ཀའི་རྡོར་ཤིང་ཇོ་རུ་ཟོག་པོ་རིན་ཆེན།

དེ་ཡིན་དུས་ད་ལྟའི་གངས་དཀར་དེ་འདྲས་ཀྱི་ངོས་བཟུང་ཡང་ཡོད་པ་ཙམ་གྱིས་ཡང་ཡག་པོ་ནི་རེད་བ་རྣམ་ཐར་གྱི་ཆ་ཤས་རྣམ་ཐར་ན་འཁོད་བདེ་བའི་ས་ཆ་དེ་ཚོ་ས་གནས་ས་ཐོག་ར་མ་ཅིག་ར་བཀྲ་ཡ་ཡོད་པ་ངོས་བཟུང་ཁྱོད་ཡོད་པ་འོ་ད་དེ་འདྲས་རེད་དེ་སྐུ་གཅིག་རེད་ཟེར་ཡ་དེ་འདྲས་ངས་ང་ད་འགྲོ་ཐུབ་མ་སོང་དེ་དེ་འདྲས་ཁོ་རྣམ་པ་ཁ་ཤས་ཀྱི་པར་བླངས་དེ་འདྲས་མཛད་འདུག་བ་དེ་དངོས་སུ་ཞིབ་ཆ་བྱས་དུས་དེ་ནས་ཁག་གཉིས་ཀྱི་བ་རེད་སོང་གི་འདུག་ལུང་པ་དེ་རང་ཡིན་པས། ངས་འདི་གཉིས་ཆེ་བ་གོང་གི་དེ་འདྲ་གསུངས་སོང་ཐག་ཉེ་འདུག་ད་དེ་ཡིན་ནི་ས་ཆ་ད་ག་རང་རེད་གསུངས་གི་འདུག་འོ་ད་དེ་ཡིན་དུས་ང་ཚོ་དེ་ཡང་རྣམ་ཐར་གྱི་ཆ་ཤས་ཟེར་བ་རེད་འོ་དེ་དེ་འབྲེལ་བ་ཡོད་དུས་ཡང་དེ་འདྲ་ཅིག་དོ་སྣང་གནང་བཞག་ན་དེ་ཀོ་ཕན་མ་གཏོགས་གནོད་འདྲ་བོ་མེད་བསྡད་པ་དེ་ཚོ་ལ་སྲུང་སྐྱོབ་འདྲ་བོ་ཐོབ་བསྡད་ན་ལོ་རྒྱུས་རིག་གནས་ལ་ཡང་སྲུང་སྐྱོབ་འདྲ་བོ་ཐོབ་བསྡད་པ་དེ་འདྲ་ཡོང་གི་རེད་བསམ་གི་ཡོད།